གྲོས་ཚོགས་ནང་ལོགས་ལ་ཞུགས་ཏེ་ངེད་ཀྱི། སྤྱི་འཐུས་རྣམ་པ། རྡོག་རྩ་གཅིག་སྒྲིལ་དུ་གནས་དགོས་ཡ་དང། ཕན་ཚུན་གཅིག་གིས་གཅིག་ལ་ཡིད་ཆེས་རྒྱ་ཆེ་རྒྱ་ཆེ་བྱེད། རུ་བ། བོད་བསྟན་པ་ཆབ་སྲིད་ཀྱི། གཞིས་ལུས་བོད་རིགས་སྤུན་ཟླ་ཀྱི་སྐུ་ཚབ། མཚོན་གྱི་མེད་པ་ཡིན་ནས་མཚོན་ཐུབ་པ་ཅིག་བྱེད་དགོས་བསམ་བྱ་ཀུན་སློང་ཅིག་དགོས་ཀྱི་ཡོད་རེད། རུ་བ། རྩ་བའི་ང་རང་ཚོ་དེ་བཙན་བྱོལ་ནང་ལོགས་ལ་མི་འབུམ་གཅིག་དང་ཕྱེད་ཀ་གཉིས་ག་རེ་གིས་ད་ལོས་ཡོད་པ་ཡིན། ང་ཚོས་བློས་བྱས་ཁོ་ཚོ་ཤ་ཡ་དེ་ང་ཚོའི་གི་སྐུ་ཚབ་གཅིག་པུ་མ་རུ་བ། གཞིས་ལུས་བོད་རིགས་སྤུན་ཟླ་གི་སྐུ་ཚབ་རུ་བ། བྱས་ཙང་གི་ནམ་རྒྱུན་མི་མ་ཡག་ན་ཡག་མདོག་མ་བཟང་ན་བཟང་མདོག་མ་འཇོན་ན་འཇོན་མདོག། བྱས་བྱས་གང་དག་གང་ཡག་ཡག་གང་ཟབ་ཟབ་གི་གནས་ཚུལ་ཅིག་བྱས་ཐུབ་པ་བྱས་གུག་ཡོད་རེད་མ་གཏོགས། ང་ཚོས་ཅིག་དེ་རྐུབ་བཀྱག་ཅིག་རག་གི་འདུག་དེའི་སྒང་ལ་བསྡད་ན་མིང་གཅིག་འདུག་བསམ་བྱས་དེ་མིང་གི་མི་སྒེར་གྱི་མིང་བཟོས་ས་དང་རྐུབ་བཀྱག་བཟོས་ས་གི་ས་ཆ་ཅིག་ཆགས་ཡོད་མ་རེད། དེས་ང་རང་ཚོ་བོད་བསྟན་པ་ཆབ་སྲིད། བསྐྱར་གསོས་བྱེད་ཡ་དང། སླར་གསོས་བྱེད་ཡ་གཞིས་ལུས་ཕེ་རུ་པི་མི། སྤུན་ཟླ་རྣམ་པས། ཐུགས་འདོད་བཞིན་སོང། རྒྱ་བོད་གཞིས་ནོར་བོད་ལ་གདན་འདྲེན་ཞུས་བྱས། བོད་དོན་བདེན་མཐའ་མྱུར་དུ་གསལ་གྱི་ཕྱག་ལས་གནང་ངེས་ཀྱི། མི་གཙོ་བོ་དེ་ཚོ་ཆགས་བསྡད་ཀྱི་ཡོད་རེད། ཡིན་ནའི་ད་གྲོས་ཚོགས་ནང་ལོགས་ལ། ཕ་གཏད་པ་ཡིན་ནའི། རེད་པ། ཕྱོགས་གཉིས་ཏག་ཏག་འདྲ་བོ་ཅིག་བྱས་བྱས། རེད་པ། དངོས་སུ་ངས་ད་ག་རང་རེད་ཟེར་ང་ཞུ་གི་མེད་དེ། གང་ལྟར་ཀྱང་མ་མཐའ་ཀྱང་དུམ་བུ་གཉིས་བསྡད་བྱས། ཨ་ནི་གཅིག་གིས་གཅིག་ཤི་ཡ་བ་དང་གཅིག་གིས་དེ་ལ་ལབ་ཆོག་ཆོག་བསྡད་བྱས། རེད་པ། དེ་འདྲ་གྱི་གནས་སྟངས་ཤིག་འདུག་དེ་ཐབས་སྐྱོ་བོ་རེད་ཕྱོགས་གཉིས་ཀ་ཐབས་སྐྱོ་བོ་རེད། རེད་པ། དེ་ཧ་ཅང་གི་ཐབས་སྐྱོ་བོ་རེད། སྤྱི་འཐུས་རྣམ་པས་ནི་དེ་དགོངས་པ་བཞེས་བྱས། དེ་ཁེ་ཕན་ཞིག་འདུག་བས། གནོད་ཅིག་སྐྱེ་གི་འདུག་བས། འོ་ན་ང་ཚོས་བསྟན་པ་ཆབ་སྲིད་ལ་ཕན་གི་འདུག་བས་གནོད་ཀྱི་འདུག་བས། དེ་དགོངས་པ་ཡག་པོ་བཞེས་བྱས། རེད་པ། ད་ལྟ་ང་ཚོ་ས་བ་ར་གང། ས་གཉིས་རྒྱ་གར་གྱི་བཅའ་ཁྲིམས་གཅིག་འགྱུར་བ་ཕྱིན་པས་ན་ང་ཚོ་རྔམ་དྲག་སྐྱེ་གི་ཡོད་རེད། ཨ་རིག་གི་བཅའ་ཁྲིམས་གཅིག་འགྱུར་བ་ཕྱིན་པས་ན་ང་ཚོ་རྔམ་དྲག་སྐྱེ་གི་ཡོད་རེད། དེ་འདྲའི་ཅིག་སོ་སོའི་ལུང་པ་མི་སེར་ལག་ཁྱེར་གང་ཡང་མེད་པའི་ཆེད་གནས་སྟངས་ཀྱང་བསྡད་ཡོད་རེད། ད་འདོད་ཀྱི་ཆོལ་ཁ་དང་ཆོས་ལུགས་ཀྱི་ཞེན་འགོག་བྱས་བྱས། འཐབ་རྩོད་བྱས་པས་ན་ནོར་བ་རེད། སུ་གི་བྱེད་ཀྱི་ཡོད་ན་ནོར་བ་རེད། རེད་པ། ཕྱོགས་ག་ནས་བྱེད་ཀྱི་ཡོད་ན་ནོར་བ་རེད་བསམ་གྱི་ཡོད། ཐ་ན་ཞེས་ད་འདྲའི་སྐད་ཆ་བྱུང་བཞག་པ་དེ་ཅི་འདྲ། དྲུག་པ་དང་བདུན་པའི་སྐད་ཆ་རེད་འདུག་བ། ད་དེ་ན་ང་ཚོ་བརྒྱད་པ་དང་དགུ་བ་འགྲོ་གི་ཡོད་རེད་བ། ཁྱེད་ཚང་གིས་བདེ་སྲུང་ལ་སྐད་ཆ་དེ་ད་ཟླ་བ་གཅིག་གི་སྔོན་ནས་གླས་ཡོད་ཀྱི་རེད་བ། ད་ཟླ་བ་བུ་སྐྱིད་ཀྱིས་སྐད་ཆ་དེ་ཟླ་བ་གཅིག་གི་སྔོན་ལ་གོ་ཟེར་ལ་ཟེར་བ། ཟླ་བ་བུ་སྐྱིད་ལ་ཡིན་ན་སྐད་ཆ་དེ་ཟླ་བ་གཅིག་གི་སྔོན་ལ་གོ་བ་བས་ན་ཟླ་བ་གཅིག་གི་སྔོན་ལ་བར་དུ། སྤྱི་འཐུས་ཚོགས་ཆུང་ཡག་གི་ཡོད་རེད་བ་རྒྱུན་ལས། དེ་ལ་ཡང་སྙན་སང་ཞུ་དགོས་ཀྱི་རེད་བ། དེ་འདྲ་ཞིག་སྐད་ཆ་ཞིག་འདུག་ད། ང་ཚོའི་སྤྱི་འཐུས་དེ་འདྲ་གཅིག་དེ་འདྲ་བྱེད་ཀྱི་འདུག་ད། ཨ་ཏོ་དེའི་གྲོས་ཚོགས་ནང་ལ་མི་ཚང་མའི་མདུན་ལ་ཁྲོམ་སྟོན་ཡག་གི་ལས་ཀ་མ་རེད་བ། གལ་སྲིད་སྨོན་ལམ་ཐ་ཆད་ལ་འདི་འདྲས་ཀྱི་རྒྱ་མི་གི་གཞུང་གི་མི་རྐྱམ་དུ་འགྲོ་གི་ཡོད་པ་དང་ལས་ཀ་ཅིག་བྱེད་ཀྱི་ཡོད་པ་ཧ་གོ་བ་ཡིན་ན། དེ་དུས་ནས་ལྕགས་ཚ་ཐོག་ནས་རྡུང་ལང་བ་ན་དེ་དུས་ནས་བྱས་རེད་མ་གཏོགས་འདི་གྲོས་ཚོགས་པ་དུ་ལ་སྒུག་བྱས་དུ་ལས་ཀ་བྱས་དེ་མ་རེད་བ། བདེ་སྲུང་ཡིན་ན་གི་སྐད་ཆ་དེ་གོ་བ་དང། གསལ་བོ་བྱས་བྱས། མིག་གི་མིང་བཤད་ཡོད་རེད། ས་སྐྱ་བཤད་ཡོད་རེད་ཟ་ཁང་བཤད་ཡོད་རེད། ཨ་ན་གར་ཆེན་རྩེ་ཆུ་མ་དང་བསྡད་པ་རེད་དེ་འདྲ་བ་དོ། རེད་པ། ད་འདི་ཚང་མས་རྒྱབ་སྐྱོང་ལ་བལྟ་ཡོང་དུས། སྤྱི་འཐུས་སྒེར་གྱི་ཕ་སུ་དགའ་མ་དགའ་གི་རེད་བ། གཅིག་གིས་གཅིག་ལ་གྲོས་ཚོགས་ནང་ལོགས་ལ་ཁེལ་ཡོང་བྱས་ནས་མི་མང་མདུན་ལ་ནག་པོ་བཟོས་གི་གོ་སྐབས་བཙལ་ནས་ཀླད་ཤག་མ་དོ། དེ་གཅིག། དུ་བ་ནི་ད་ག་ཟེ་ཁ་ནས་ཤོར་བ་དང། ཅེས་ཁ་ལོར། ཁ་སང་ཁྱེད་གཉིས་བྱུང་ཆས་སེར་བོ་བཟོས་མ་རག་པའི་དུས་ཚོད་རེད་མི་འདུག་བ། ཁྱེད་ཚང་གི་ཟླ་བ་བུ་ཆེ་ལགས་ཀྱིས་བཤད་དེ་ད་ག་རང་རེད་བདེ་སྲུང་གིས་བཤད་དེ་ནོར་བ་རེད། དེ་མིན་ན་གསལ་བཤད་བྱས་ཤག་འོ་རེད། བྱེད་རྒྱུ་ཤག་འོ་རེད། གསལ་བཤད་རེ་བྱས་ཁོང་རེ་མ་ཆོད་གསལ་བཤད་རེ་བྱས་ཁོང་རེ་མ་ཆོད་ཆ་འགྲུག་འདུག་བ། བདེ་སྲུང་བཀའ་བློན་ཡིན་ན། གཅིག་བཤད་ཀྱི་ཡོད་རེད་མིའི་མིང་དོན་གོ་རེད་ཆ་ཚང་དོན་གོ་རེད་ཐུགས་ཡོད་མེད་ཀྱིས་བཤད་ཀྱི་ཡོད་རེད། ད་དེ་དང་བཙིར་ཡོང་དུས་ནི་ལྟས་ཟིན། མ་ཉམས་ཆུང་འགྲོ་བྱེད་དངོས་གནས་ཤེས་ན་རྩིས་རིང་དང་དུས་དག་འགྲོ་དགོས་རེད་པ། ཡིན་ན་ཡིན་པ་མེད་ན་མེད་པ། གཙང་མ་བཟོས་དགོས་རེད་པ། དེ་མ་གཏོགས་ཅིག་ནམ་རྒྱུན་ཁོ་རང་ཚོ་སྤྱི་འཐུས་སྒེར་གྱི་སྒེར་གྱི་ད་སྤྱི་འཐུས་ནང་ཚང་མ་རྒྱུས་རིང་པོ་བསྡད་མྱོང་རྒྱུ་རེད་པ། སྒེར་སྒྲུབ་མ་བྱས་ནས་ད་བ་བུ་སྐྱེས་ནས་ཆད་པའི། ད་ནི་དགེ་བཤེས་སྨོན་ལམ་མཐའ་ཅན་ལ་ཚང་མ། ད་འདི་འདྲས་ཀྱི་ཅིག་སྔོན་མ་སྔོན་མའི་ཀྱི་སྐད་ཆ་རྙིང་པ་དེ་ཚོ་ན་ཚ་རྙིང་པ་དེ་ཚོ་རྐྱང་བྱས་ནས་གོ་སྐབས་བཙལ་བྱས་གཅིག་གིས་གཅིག་ལ་ནག་པོ་བཟོས། དེ་གསུམ་ཀ་ལོན་གྱིས་འདི་གཙང་མ་བཟོས་ཐུག་གི་ཡོད་རེད་སྔོན་མ་ནས།

ད་གྲོས་ཚོགས་ནང་ལོགས་ལ་ཉི་མ་དང་པོ་ལ་གཙང་མ་བཟོས་ཡ་མ་རེད་ཉི་མ་གཉིས་པ་ལ་གཙང་མ་བཟོས་ཡ་མ་རེད། ད་སྤེན་པ་ཚེ་ལགས་ཀྱི་ད་ངོ་རྩེ་བཤད་བྱས་པའི་ནང་ལོགས་ལ་འདི་ལོ་གཅིག་གཉིས་ཟླ་བ་གཉིས་གསུམ་གྱི་སྐད་ཆ་རེད། ཞིབ་འཇུག་བྱས་དང་བྱས་འོག་རེད། ཞིབ་འཇུག་མ་ཚར་བར་དུ་སྨོན་ལམ་ཐ་ཆད་ལ་སྐྱིད་སྡུག་བྱེད་བསྡད་ཆོག་གོ་རེད་པས་ས་གཉིས་ནག་པོ་དོན་པ་ཡིན་ན། རེད་བ། ངས་དོན་གྱི་རེད་བསམ་ན་ང་ལ་དོགས་པ་རྣམ་དག་གང་ཡང་མེད་ད། ཡིན་ན་གལ་སྲིད་དོན་པ་ཡིན་ན། ད་ལྟ་བར་དུ་སྨོན་ལམ་ཐ་ཆད་ལ་གྲོས་ཚོགས་ནང་བཞག་འོག་རེད་བས་མུ་མཐུད་ནས་མ་རེད་བ། དེ་མིན་མཚམས་བཞག་གོ་ལེ་མཚམས་བཞག་གོ་གཙང་མ་མ་ཆགས་པ་དུ། གང་བཀོད་ཅི་མེད་ད་ག་ཅིག་སྤྱི་ཚོགས་ནང་ནག་པོ་རྗེས་བཟོས་ནི་ད་ག་ན་བཞག་བྱས། སྒེར་གྱི་སོ་སོ་སྒེར་གྱི་ན་ཚ་བཏོན་ནི་བྱས་མ་རུང་བ་ང་རང་སོ་གི་འཐབ་རྩོད་དེ། བྱས་ཙང་གི་དེ་འདྲས་གི་གནས་སྟངས་ཆེར་བྱས། ཕྱི་ནང་རྒྱ་མི་དང་ཐུག་མ་ཐུག་ལས་དེ་གྱི་ཆ་མང་པོ་ཡོད་རེད་ཁ་ཤས་ལ་ཚབས་ཆེན་པོ་ཞེ་བོ་བཟོས་བྱས། ད་དང་པོ་གྲོས་ཚོགས་ནང་ཡག་ཤེས་མ་ཤེས་བདེ་སྲུང་བཀའ་བློན་གྱི་ལན་ཡོད་པའི་གསོལ་རོགས་མེད་པའི་གསོལ་རོགས་ཡིན་པའི་གསོལ་རོགས་མིན་པའི་གསོལ་རོགས་རྒྱབ་རྒྱབ་རྒྱབ་བྱས་ནས་མཐའ་མ་དེ་ཟ་ཁང་གཅིག་ནང་ལ་མཉམ་དུ་འགྲོ་བཞག། ཟ་ཁང་ནང་ལྔ་བརྒྱའི་ཡུང་བཀུར་བ། དེ་རིང་རྒྱ་ནག་གིས་དུ་གཞུང་རྩ་མེད་གླེགས་ཡོད་ཟ་ཁང་བཀུར་མི་ཕྱི་ལོག་མི་ཡུང་ཆུང་མེད་ལག་རས་ལག་དམར་བ། དེ་མིན་ན་བོད་པའི་གི་སྤྱི་འཐུས་གླེགས་ཡོད་ཕྱི་ལོག་མི་ཡུང་ཆུང་མེད་ལག་རས་ལག་དམར་བ། ཁོ་དུས་ཚོད་ལྔ་བཅུ་གཅིག་གི་ཐོག་ནས་དང་པོ་རྒྱ་མིའི་གཞུང་ཚབ་སླེ་ཡོད་ན་རེད་དང་པོ་གིས་ཤི་མོ་ལམ་ཐག་ཆེན་སླེ་ཡོད་ན་འགྲོ་གཅིག་རྗེས་ཆར་གཅིག་གྱུར་འགྲོ། ནང་ལོགས་ནས་ཚོད་སོ་སོར་སྤྲད་པ་ལ་གང་བསྡད་ཡོད་ཀྱི་རེད་ཁ་ཤས་རུམ་ནང་བསྡད་ཡོད་ན་རུམ་ནང་འགྲོ་ཡོད་ཀྱི་རེད་མ་གཏོགས། ཨ་ནེ་དེ་གསང་བའི་ལས་ཁུངས་ཀྱི་ལས་ཀ་བྱེད་མཁན་གྱི་དེ་རྐུབ་བར་དུ་ག་ཅིག་དེད་ཡོད་མ་རེད་སྒོ་འགྲམ་གཅིག་པུ་བལྟ་འདས་པ་རེད་པས། དེ་ཚོ་ཡང་ང་ཚོས་རིག་པ་བཏང་ཡ་འདུག་བ། དེང་སང་མི་ལ་བ་ཁ་པར་རེ་སིམ་འདས་བར་པར་བརྒྱབ་ཆོག་ལ་མ་ཆོག་ལ་ག་བ་ག་ས་བརྒྱབ་གི་འདུག་བ། ཆང་ས་ཅིག་ཡིན་ན་རེད། སྦིར་ཏེ་ཅིག་ཡིན་ན་རེད་ག་བ་ཡིན་ན་རེད་ཚང་མ་པར་བརྒྱག་འང་དགོས་འདུག་བ། དོང་བ་དོང་སྐོར་རྩེད་ཆས། སྔོན་ནས་བཤད་ནས་པར་བསྐྱལ་ལ་ཆོག་མཆན་ཞུ་དགོས་འོ་རེད། ཡིན་ན་དེང་སང་དེ་མི་འདུག་ཨ་མི་ཚང་མ་དེ། སོ་སོ་སོ་གི YouTube སུ་ཡོད་འདུག་ལ་བྱས་བྱས་ག་འདྲ། Video བསྐྱལ་འགྲོ་དེ་འོ་རུ། རྒྱབ་སྐུར་བ་དེ་དུས་ས་ཚང་མ་ལེ་བ་ལེགས་བྱེད་ངེས་ཀྱི། དེ་སོང་གི་དེ་དུས་ནས་རྩིར་གོ་གོ་རུ་བ། དེ་ལེགས་བྱེད་ངེས་དེ་ལ། དེ། སྐད་ཆ་ད་ག་ཟེ་མ་རུ་བ། ད་ང་བཟོ་གྲོགས་དེ་འདྲ་བོད་ཁ་ཤས་བཟོ་གྲོགས་དེ་འདྲ་ཅིག་རྒྱ་མིའི་གཞུང་ཚབ་ལ་འགྲོ་བདེ་ཤ་ཅིག་བྱས་ཏེ་བཞག་ན་ནི་ཧ་ལས་སྐལ་ཡོད་མ་རེད། རེད་པ། ཆེན་པོ་ཆེ་ནི་གཞུང་ཀློག་ཐུབ་མ་རེད་ཆུང་ཆུང་ཆེ་ནི་མི་གཅིག་ལས་གནོད་སྐྱེལ་ཐུབ་མ་རེད་དེ་འདྲ་སོ་སོ་སོ་ཉམ་ཆུང་ཆེ་འདས་དེ་ངས་དེ་འདྲ་ཡིན། གང་ཡང་མེད། རེད་པ། དེ་ནས་ད་འདི་དགེ་བཤེས་སྨོན་ལམ་ཐ་ཆེན་ལ་སྤྱི་འཐུས་རེད་བ། སྤྱི་འཐུས་ནང་ནས་སྤྱི་འཐུས་གྲས་རེད་བ། ད་གི་ཤི། གི་སྲིད་དགེ་བཤེས་སྨོན་ལམ་ཐ་ཆད་ལ་དེ་འདྲ་ཞིག་དོན་པ་ཡིན་ན། ད་ལྟ་བར་དུ། བོན་པོའི་ཆོས་བརྒྱུད་ནས་མི་དེ་འདྲ་ཞིག་བཏང་མེད་པ། གི་སྲིད་མེད་པ་ཡིན་ན། བོན་པོའི་ཆིག་བརྒྱུད་འཛིན་པ། སྐྱ་སེར་ཕོ་མོ་ཚང་མ་ལ། བརྙས་བཅོས་དང་མཐོང་ཆུང་རེ་བ་གྲངས་ཉུང་བྱས་བྱས། རེ་བ། དེ་རྒྱ་མི་མཉམ་དུ་ཐུག་ཆོག་གི་རེད་མ་རེད་བསྐྱར་ཕུད་ནང་གོ་བ་ཡོད་རེད། དེ་ནས་ང་ཚོ་གོ་བ་བཤད་བཤད་ཡོད་མེད་པ། ཐུག་ཡོད་པ། ཁོང་རྒྱ་ལོ་མཐུན་འགྲུལ་ལ་རྒྱ་ནག་ལ་ཆིངས་བྱས། རྒྱ་ནག་གི་འགོ་དཔོན་མང་པོ་ཐུག་བྱས། ཨང་ཡག་ཁྱེད་ཡོང་བྱས་གནས་ཚུལ་དེ་ག་རེ་ཁྱེད་ཡོད་རེད། རང་བཙན་མ་ཡིན་པའི་སྐད་ཆ་ག་རེ་བཤད་ན། གྲོས་མོལ་བྱས་གི་གོ་སྐབས་ཡོད་སྲིད། འདི་ཁྱེད་ཡོང་བར་ཡིག་ཐོག་ལ་ཡོད་མ་རེད་ད། རྒྱ་ནག་གི་ཡི་གེ་བྲིས་བྱས་ཐི་ཚིག་གང་ལ་ཡོད་མ་རེད། ཁ་ལག་ཟ་ས་ཆར་སྐད་ཆ་དེ་འདྲ་ཞིག་བཤད་ཡོད་བས་ད་གར་དེ་འདྲའི་ཅིག་སྐད་ཆ་ཞིག་མ་གཏོགས་ཡོད་མ་རེད་ད་ད་ལྟ་བར་དུ་ང་ཚོ་རྒྱ་མི་གིས་རང་བཙན་མ་ཡིན་པའི་ཡིག་ཐོག་ནས་ནས་ང་ཚོས་སྐད་ཆ་བཤད་ན་འགྲིག་གི་ཡོད་པ་ཅིག་ད་ལྟ་དེ་ད་ནི་ཞི་ཅིང་ཕིན་ལ་སྟོན་ན་འགྲིག་གི་རེད་བས། སྔོན་མ་མི་དེ་གིས་དེའི་ལབ་ས་ནས་དཔུང་རྟགས་ག་རེ་ཡོད་ད། དེ་ནས་ང་ཚོ་དེའི་ཀུན་འདུས་ཡེ་ཤེས་ནོར་བུ་གི་གཅེན་པོ་རེད། བོད་ཀྱི་དབུ་ཁྲིད་དེ་ཀུན་འདུས་ཡེ་ཤེས་ནོར་བུ་རེད། བོད་ལ་རྩ་དོན་ལ། སེམས་ཤུགས་དང་ལ་རྒྱ་མེད་པས་ན་སོ་སོའི་པིང་ཀྱག་སོ་སོ་གིས་གཡོ་ཁུ་མར་བ་ཆུ་ལ་དབྱངས་ལ་གཡོ་ཁུ་མར་བ་ང་ཚོ་འདིས་རང་ཡིད་ཆེས་བྱས་བྱས། གྲོས་ཚོགས་ནང་ནས་སྤྱི་མོས་བཏང་བྱས་དབུ་མའི་ལམ་འགྲོ་གི་ཡོད་རེད་བ། འདི་ང་ཚོ་ཡིད་ཆེས་བྱས་འགྲོ་གི་ཡོད་རེད་བ། དེ་རྒྱ་ནག་ལ་འཆིང་བར་དང། ང་ཚོ་འདི་གནམ་ནས་མ་སྐྱེས་ཚ་ཡོང་གི་མ་རེད་གཉིད་ལམ་བཏང་བྱས་གི་ཡོད་མ་རེད་རྒྱ་ལོ་དུ་འདི་ལ་ན། རྒྱ་མི་མཉམ་དུ་ལྟོ་བུ་རེད། དག་སྣང་ཆེ། དང་པོ་ཟླ་བ་ཕུ་སྐྱིད་ཀྱིས་ལག་ཏུ། བཀའ་ཟློག་སྒང་གསུམ་རྒྱ་རྒྱ་མི་དང་རྒྱ་གར་གྱི་ས་མཚམས་བྱས་ན་ས་ཆ་གལ་ཆེན་པོ་བཞི་བོ་རེད། གསང་བ་དང་གཅིག་བདེ་འཇགས་ལ་བཞི་བོ་རེད། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོ། རེད་པ། ཕྱི་ཟླ་བཞི་པའི་ནང། རྒྱ་ལོ་ཐུན་ཏྲི་ལགས་ཀྱི་སྲས། ཀྱིས། ད་ལྟ་ལྡི་ལི་གྱི་གཞུང་ཚབ། རྒྱ་མི་གྱི་ད་ལྟ་དྲུང་ཆེ། ལགས། རེད་པ། དེ་ཕར་ཁྲིད་ཕྱིན་བྱས། ཀ་གླིང་གོང་བར་དུ་ཁྲིད་ནང་བར་དུ་ཁྲིད། དུ་ཕྱིན་ནས་གནས་ཚུལ་རྒྱ་གར་གྱི་གསར་ཁང་ནང་དོན་དུ་བ། དེ་གསར་ཁང་ནང་ག་རེ་བྲིས་འདུག་འདིའི་སྐད་ཆ་དོན་དག་གཙོ་བོ་ག་རེ་བྱུང་ཡོད་མེད་སུ་ལ་དྲི་ས་རག་མི་སོང་ཟེར། ལན་གསལ་བོ་བརྒྱབ་མ་སོང་ཟེར་འདི་ནང་བྲིས་འདུག་དེ་ཚར་ཤོག་ཁོ་ར་ཡོར་ད་དེ་དཔུང་རྟགས་རེད་བ། རྒྱ་འམ་ཅན་གྱི་ཚའུ། རྒྱ་ལོ་མཐུན་འགྲུབ་ཀྱི་བུ། རེད་བ། དུ་ཟེར་ནས་ཚང་མ་འདི་ནང་བྲིས་འདུག་བ། དེ་འཛིན་དོན་འགྲུབ། ལྡི་ལི། Kolkata། མ་རྟ་ལྡི་ལི། རྒྱ་ནག་གཞུང་ཚབ་ཀྱི། དྲུང་ཆེ་ཁྲི་ཆེ་ཆིང་བ་རེད་བྷ་ཉི་བྷ། དེ་རྙོག་དྲ་འདུལ་བས། དེ་ཐུག་བ་དེ་རྙོག་དྲ་ཡོད་རེད་ནས་ནོ་ཁ་ཤས་ཀྱི་ཐུག་ཆོག་བ་དང་ཁ་ཤས་ཐུག་མ་ཆོག་བ་ཡོད་རེད་བས། ཀི་ཤི། ཀི་ཤི་མོ་ནོ་ཐ་ཆེ་ལགས་ཐུག་ཡོད་གི་ཡོད་ན། རེད་བ། ད་ག་ནང་ཤེས། ཟམ་གདོང་རིན་པོ་ཆེ། བོད་ལ་ཆིང་བ་རེད་བ། སྔོན་མ་ཁ་ཤས་ཤེས་ཡོད་ལོ་ཙཱ་སེང་གིས་བོད་ལ་ཆིང་བ་རེད་ག་རེ་གང་ལ་ཆེན་པ་རེད་ཨའི་སི་གང་ལ་ཆིང་བ་རེད་བ་ཨར་སི་གང་ལ་ཆིང་བ་རེད་གད་མོའི་པཱས་གང་ལ་ཆིང་བ་རེད་སོགས་རྙོག་དྲ་ག་ཚོད་ཤེས་ཡོད། ཟམ་གདོང་རིན་པོ་ཆེ་བོད་ལ་ཐེངས་མ་གཉིས་འགྲོ་ཡོད་རེད་ད།

བདག་བུ་ཤེས་ལ་འདི་ཚང་མ་མཁྱེན་གྱི་ཡོད་རོ། འདི་སྒང་གི་གནས་ཚུལ་བྱུང་ཕྱོགས་ཚང་མ། དུས་ཚོད་སྐད་ཆ་འདི་གླིང་སྨྱོན་བས། རྒྱ་ལོ་དོན་གྲུབ་ཀྱི་སྲས་ཀྱིས། རུ་བ། རྒྱ་མིང་གི། དྲུང་ཆེ་བར་ཁྲིད་ཕྱིན་པ་རེད་འདི་རྙོག་དྲ་བསླངས་ཡོད་རུ་བས། ད་ནི་ཟམ་གདོང་གྱིས་བོད་ལ་ཚགས་གཉིས་ཕྱིན་པར་རོ། རྒྱ་ནག་ལ་ཕྱིན་པར་རུ་བ། འོ་ན་ཕྱིན་ཆ་ཕྱིན་དགོས་རྒྱུ་མཚན་འདི་ཡིན། བོད་དོན་དཀའ་རྙོག་སེལ་ཁག་གི་ལས་ཀ་བྱེད་ཁག་འགྲོ་བ་ཡིན། དེ་གཞུང་འབྲེལ་ཐོག་ནས་མ་གོ་རུ་བ། ད་ནི་ང་ཚོའི་གཅིག་ཁ་ལོར། ཀུན་འདུས་ཀྱི་དྲི་ཚ་བ། དྲོད་མོའི་སྣ་ལྔས་ཁོ་རང་སོ་ཡོད་རེད། དོན་དག་ཁས་གྲུབ་བའི་མ་འདྲ་ཚ་ལྔ་འཁྲུག་འཆིང་བྱ། ཁ་ལ་ཡག་པོ་ཟ་ནི་ལེ་ཡོད་རེད། རེད་བ། ད་ནི་ཁལ་བཀོད་བྱེད་མི་དག་ཟམ་གདོང་རིན་ཆེན་འགྲོ་ནི་ག་རེ་ཆི་ཡར་ད། ད་ཀོང་རྒྱལ་ལོ་མཐུན་འགྲོ་འཁྱིང་བྱ། རང་བཙན་མ་ཡིན་པའི་གནས་སྟངས་ག་རེ་ཡོད་ན། གླིང་ཡལ་དུ་བསླབ་བྱ་ང་ཚོའི་རང་བཙན་བློས་བཏང་བ་རེད་དབུ་མའི་ལག་པ་འཆང་བ་རེད། དབུ་མ་ལག་པ་འཆང་སྟེ་ལོ་ཁ་ཚང་ཁ་ཉིན་མར་ད། ད་ནི་ང་ཚོ་བོད་རང་བཙན་ཤོར་ནས་ད་ལྟ་བར་དུ་ལོ་ག་ཚད་ཕྱིན་འདུག་ཕ་ཅིག་ཆད་ཁ་ཆད་ཁ་ཏག་ཏག་ཡོད་རེད། ས་དང་གནམ་མ་དུ་ངོ་མ་ཤེས་རེད་བ། ཞིང་ཁ་དང་སོ་ཁྲ་མ་དུ་ངོ་མ་ཤེས་གི་དུས་ཚོད་ཅིག་གི་སྐབས་སུ་ང་ཚོ་རང་བཙན་རྩོད་བསྡད་པ་རེད། ད་ད་ནི་ང་ཚོ་འཛམ་བུ་གླིང་ལུང་པ་ཆེ་རེ་ཆེ་ཚེ་སྟོབས་ཆེ་རེ་ཆེ་ཚེ་ནང་ལོག་ལ། ང་དང་ཁོ་ཡིན་ན་འདྲ་བོ་འདྲ་བོ་བྱས་ནས་འགྲོ་བསྡད་དུས་ཚོད་འདིའི་སྐབས་སུ་ང་ཚོ་དབུ་མི་རྣམས་རྩོད་བསྡད་གི་ཡོད་རེད་ད། ནི་ད་ནི་རག་འདུག་བས་ང་ཚོ་ག་རེ་རག་འདུག། ད་ཟམ་གདོང་རིན་པོ་ཆེ་བཀའ་བློན་ཁྲི་པ་བྱས་བྱས། བོད་གཞུང་གི་མིང་གི་མེད་པ་བཟོས་ཤག་རེད། བོད་གཞུང་དེ། གཞུང་མེད་དེ། ད་ཁ་ཚང་མཐའ་མ་དེ་ལ་སྤེན་པ་ཚེ་རིང་གིས་བོད་གཞུང་སྨན་རྩིས་ཁང་དེ་མེད་པ་བཟོས་སོ་བ། ད་ང་ཚོ་ལ་རང་བཙན་ཡོད་མ་རེད། གཞུང་ཡོད་མ་རེད། ད་ག་ལེ་ག་ལེ་ང་ཚོ་རྒྱ་མིའི་སྐད་ཆ་ཉན་ཉན་བྱས་བྱས་བོད་པ་ལས་དེ་མེད་པ་བཟོས་ཀྱི་མེད་ད་ད་ད་དེ། བཞི་གཙང་ཡིན་ན་གཅིག་ལེགས་འདུག་བ། བཞི་གཙང་བོད་ཆོས་བཏང་དགོས་རེད། ད་ང་ཚོས་བོད་པ་ལས་དེ་མེད་པ་བཟོས་བྱས། གང་ལྟར་མཐའ་མ་དེ་ཧན་མི་རིགས་ཀྱིས་བཟོས་བྱས་ནི་རྒྱ་ནག་བ་འགས་རེད་བས། བཟོས་བྱས་བཏང་བཏང་དེ་འདྲ་མ་རེད་བ། ཤེས་ན་སུ་ནས་ཤེས་ཡ་ཡོད་རེད་ཆེན་པོ་ཤེས་ན་ཆེན་པོ་སུ་ནས་ཤེས་ཡ་ཡོད་རེད་ཆུང་ཆུང་སུ་ནས་ཆུང་ཆུང་སུ་ནས་ཤེས་ཡ་ཡོད་རེད་ད་འདིར་གྲོས་ཚོགས་ནང་ལོགས་ལ་སྤྱི་འཐུས་ཁ་ཤས་ཅིག་གིས། ལྷིང་འཇགས་སྒོ་རེད་འཇམ་པོ་ཞེ་བོ་ཅིག་བཤད་ཀྱི་འདུག་བ། སྔོན་མ་བློ་བཟང་སེང་གེས། སྲིད་སྐྱོང་བྱས་བསྡད་པའི་སྐབས་སུ། རྙོག་དྲ་ག་ཚད་ཤེས་ཀྱི་ཡོད། སློབ་ཚོགས་སེང་གེ་ཡག་དེ་ནི་ལངས་པ་དང་ཕ་ནི་ལངས་ཡག་འགོ་བཙུགས་ཀྱི་ཡོད་པ། གཅིག་དེ་ཚོ་ནི་གཅིག་ལངས་བྱས་རྙོག་དྲ་བྱེད་ཀྱི་ཡོད་པ། དེའི་བཤད་དེ་ངེད་ཀྱི་སྤྱི་འཐུས་གང་ཟག་དེ་ཚོ་ད་ལྟའི་གྲོས་ཚོགས་ནང་ལོགས་ལ། ལྷིང་འཇགས་དང་ཞི་བདེ་དང་མཐུན་འབྲེལ་ཆགས་ཚར་འདུག་བ། ཁ་རེ་སྲིད་སྐྱོང་ལ་བལྟ་ནས་ང་ཚོ་གི་མཐུན་འབྲེལ་དང་དེའི་ལྷིང་འཇགས་དེ་འགྱུར་བ་འགྲོ་གི་ཡོད་རེད་བས། སློབ་ཚང་སེང་གེ་སྐབས་སུ་ང་ཚོ་ལ་མཐུན་འབྲེལ་འགོག་གི་ཡོད་མ་རེད་བས། བན་བོ་ཚེ་རིང་ལ་ལས་ནས་མཐུན་འབྲེལ་འགོག་གི་ཡོད་རེད་བས་དེ་མ་རེད་བ། མཐུན་འབྲེལ་དང་ལྷིང་འཇགས་དང་ཞི་བདེ་དང་གཅིག་བསམ་གྱི་ཡོད་ན། ཁྱེད་རང་སྤྱི་འཐུས་ལོ་ལྔ་ཆེ་ན་བཅུ་ཆེ་ན་དེ་དུས་ཡུན་གང་ཟག་དེ་ལ་འདི་དགོས་གོ་རེད་མ་གཏོགས། གང་ཟག་སྲིད་སྐྱོང་གཅིག་ལ་ལྟ་བྱས་ན་ཁྱེད་རང་གི་ཁ་ཕྱོགས་དང་ལངས་ཕྱོགས་འགྱུར་བ་ཕྱིན་བསྡད་པ་ཡིན་ན་ནོར་བ་རེད། བེད་ནོར་བ་རེད། ད་ལྟའི་སྨོན་ལམ་ཐེག་ཆེན་ལགས་ལ་ད་ལྟའི་ཅིག་དེ་ནག་པོ་བཟོས་ཏེ་དེ་ཆབ་སྲིད་ཀྱི་རྒྱུན་ལམ་མང་པོ་ཅིག་བེད་སྤྱོད་བཏང་བྱས་རིག་པ་མང་པོ་ཅིག་བཏང་བྱས་དེ་ལས་ཀ་ཆེན་ལས་བྱ་ཁྱོ་ཅིག་རེད་མ་གཏོགས་གློ་བུར་དུ་བྱུང་བྱ་བ་མ་རེད། ང་ཚོའི་སློབ་གྲྭ་ནང་ལོ་ཙེ་རྒྱག་ཡ་ལ་ན་ལམ་སང་ཅིག་རྒྱ་མི་གསོ་བ་ལེགས་ཡ་རྐུ་མ་ལེགས་ཡ། སྤྱི་འཐུས་དང་དེ་འདྲས་ཅིག་བསྡད་བྱ་ལོ་སྟོབས་ནག་དེ་བསྡད་བྱ་རྒྱ་ཧོར་མོ་ཆེན་གྱི་གསུང་ཆོས་སྨྲ་ནག་ནམ་སྨྲ་ནག་རེད་མ་གཏོགས་རྡ་རམ་ས་ནས་ཆ་ཚང་ཞུས་བྱས། ད་འདོད་ཀྱི་ང་ངར་སྐད་དང་ཕྲག་དོག་ཡོད་ལ་འོར་ད། ཨང་རྒྱ་ཧོར་མོ་ཆེ་གསུང་ཆོས་གནང་སྟེ་སྟོང་པ་རེད་བས་ད། ཞབས་འདྲེ་རེད་བ། ལབ་ཡ། ད་ག་ནང་ཤེས་ལབ་ས་དེ། སྤྱི་འཐུས་གསར་པ་ཅིག་མ་རེད་ད། སོ་སོ་ད་འདྲ་འདྲ་བྱས་བྱས་དུས་ཚོད་གཅིག་པ་དང་སླེ་ཡོང་རྒྱུར་སྤྱི་འཐུས་ཀྱི་ལ་དེ་འདྲ་ཞིག་ཡོད་རེད།

ཐབས་ཤེས་མང་པོ་ཅིག་ཁྱབ་སྲིད་མང་པོ་ཅིག་བཏང་བྱས། གང་འད་མ་འད་ད་འད་བཅའ་ཁྲིམས་འགྱུར་བ་བཏང་དགོས་ཡོད་སེ་མེད་བ་ལ་ངོ་བོ་རྒྱ་གོ་ངོ་བོ་རྒྱ་ཡིག་དུས་ཚོད་ནོར་བ་རེད། བཅའ་ཁྲིམས་འགྱུར་བ་བཏང་ཡོད་ད་ཕྱི་འད་གསུམ་པའི་གྲོས་ཚོགས་སྐབས་སུ་ཡིན་པ། ད་འད་ཁ་ཤ་སླེ་བོར་ད་བཅའ་ཁྲིམས་འགྱུར་བ་བཏང་དགོས་ཡོད་མ་བཏང་ན་འགྲོ་གི་མེད། ཨ་ནི་ཕྱི་འད་གསུམ་པ་བོད་དུ་བསྡད་གི་རེད་ཁོ་ན་ཚོ། མ་རེད་བ། བཅའ་ཁྲིམས་ཁྱོན་ད་འད་བཅའ་བཅོས་ཚོགས་ཆུང་གི་ཁྱོན་ལས་ཀ་མ་ཚར་ངས་འགྱུར་བ་བཏང་དགོས་ལ་ག་རེ་བཤད་གི་ཡོད་རེད། དེ་ཡག་པོ་མ་རེད། ད་ད་འདི་དེ། གེ་ཤིས་སྨོན་ལམ་ཐ་ཆེན་འདྲ་བོ་བྱས་ན། བཅའ་ཁྲིམས་བསྒྱུར་བ་བཏང་དགོས་ཀྱི་ཡོད་ན། དེའི་ནང་ལོགས་ནས་བཅའ་ཁྲིམས་ནང་ལོགས་ལ་འཕུར་དུ་ཆུག་པ། བྱང་དུ་ཆུག་པ། ཁེ་དབང་ཆེ་ཆགས་བསྡད་ཀྱི་ཡོད་རེད། ད་དེ་མེད་པ་བཟོས་བྱས་ནས་བཅའ་ཁྲིམས་བསྒྱུར་བཅོས་བཏང་ཡག་གི་དེ་ལས་ཀ་བྱེད་ཀྱི་ཡོད་རེད་པ། རེད་སྐབས་གོང་མའི། བཀའ་ཤག་གི། བློ་སེང་གིས་ཁོང་ཚོའི་སྐབས་ས་འདིར་འོས་བསྡུ་དང་བྲལ་བའི་ཐོག་ནས། བཅའ་ཁྲིམས་བསྒྱུར་བཅོས་བྱས་ནས་ཁྱི་ལས་ཡག་པ་རེད། སྨོན་ལམ་ཐ་ཤལ་ལགས་ཀྱིས་ལུང་དང་རིགས་པ། བྱུང་སྟངས་དང་ལོ་རྒྱུས་བཤད་བྱ་དགག་པ་བརྒྱ་ཡང་འདུག། བཀའ་ཤག་གྲོས་ཚོགས་ནས་དོན་གོ་བྱུང་བོར་བ། དེ་གཞན་པའི་བྱས་མ་ཐག་ཆོས་རྒྱུད་སྤྱི་འཐུས་ཀྱིས། འགྲོ་ལུགས་འགྲོ་སྟངས་ནོར་གྱི་འདུག་འདི་ནས་འདི་ནས་ནོར་བཞག་ས་བཤད་ཡོང་དུས། དེ་བཞིན་བཀའ་ཤག་གྲོས་ཚོགས་ནས་མ་དོན་གོ་ཡང་བྱུང་སོང་བ། ད་འདི་ནང་བཤད་བྱའི་སང་ཉིན་སྨོན་ལམ་ཐེག་ཆེན་ལགས་ཀྱིས་བཅའ་ཁྲིམས་འགྱུར་བ་བཏང་ཡོང་དུས། དགག་པ་རྒྱག་དགོས་ས་ལ་དགག་པ། བསྒྱུར་བཅོས་གཏང་དགོས་ས་ལ་བསྒྱུར་བཅོས་ནོར་བཅོས་བྱེད་དགོས་ས་ལ་ནོར་བཅོས་བྱས་ཡོང་ངེས་ཀྱི་མི་གཅིག་ད་འདི་ཡོད་རེད་བསམ་བྱ་དེ་འདིར་བསྐྱོད་རོགས། འདིར་བྱས་ང་ཚོས་འབྲུས་བསད་པ་ནི་མགོ་སྐྱོབ་ལས་ཆོག་རོགས་འདི་ནང་བཤད་བྱས་བྱས། ད་སང་ཉིན་བཅའ་ཁྲིམས་དེ་རོ་ལངས་ཆ་ལངས། རང་གཞན་ཅན་སོ་སོའི་ཕྱོགས་ལྷུང་ཅན་གྱི་བཅའ་ཁྲིམས་ཤིག་བཟོས་འོ་བསམ་ཡོང་དུས། ད་འདི་ལ་དགག་པ་རྒྱབ་ཐུབ་ངེས་མི་འདི་ཡོད་རེད་བསམ་དུས་འདི་མགོ་སྐྱོ་བོ་འགོ་རུ་བ། ད་འདི་མགོ་སྐྱོ་བས་ཀྱི་ལས་ཀ་རུ་བ། འདི་ང་རང་སེ་བོད་པའི་ཆབ་སྲིད་གཅིག་པོ་མ་རེད་འཛམ་བུ་གླིང་ཆབ་སྲིད་ཚང་མ་ལ་ཡོད་རེད། རྒྱ་གར་གྱི་ཆབ་སྲིད་ནང་ལོགས་ནས་ན་ད་འདི་ཁ་བརྡའི་ཚོགས་པས་ཀྱི། དབུས་ཀྱི་དང་འབྲེལ་བར་བརྡའི་བྱ་འདག་པར་ཏི་ལ་ཨོར་བན་ཨེན་ཏི་ཨེ་ཀི། ED། དང་སི་བྷི་ཨའི་གསང་བའི་ལས་ཁང་ཚང་མ་ཉོས་བཞག་ཁོ་ཚོས་ཀྱི་འདོད་པ་ཞིག་སོང་བྱེད་ཀྱི་འདུག་སེམས་ཤེས་ཀྱི་ཡོད་རེད། ཐ་ན་ཤི་ཨ་རིག་གི་ཁྲིམས་དཔོན་ཀེ་ལེ Donald Trump གྱིས་ཁོ་རང་གི་ཁ་ཕྱོགས་མང་བོ་ཅིག་བསྐྱོད་ས་རེད། Donald Trump ལ་ཁྲིམས་ག་ཚད་བཏུག་ན་ཕམ་གྱི་མ་རེད་སེམས་སྐད་ཆ་ཡིས་ཤེས་ཀྱི་ཡོད་རེད། ཐ་ན་ཤི་ཕ་ཀིས Israel ཁྲིམས་དཔོན་ཀེ་ལེ་གང་དེ་འདྲ་བ་དེ་ངོ་ལྐོག་ག་ཚད་རྒྱག་གི་འདུག་མི་མང་འབུམ་ཚོ་མང་བོ་ཁྲིམས་དོན་དང་དོན་བྱ་ངོ་ལྐོག་རྒྱག་གི་འདུག་བ། གར་བཞིན་ན་ནི་ཕ་གིའི་ནང་བཀོལ་ཏེ་སྲིད་གཞུང་ཁོ་རང་སོད་ཀྱི་མཐུན་པ་རྐྱང་རྐྱང་ལས་ཀ་བྱེད་ཀྱི་འདུག་དེ་འགྲིག་མི་འདུག། ཕྱོགས་ལྷུང་ཅན་དབང་བསྒྱུར་ཅན་རེད་བ། མི་གཅིག་དབང་ཚད་ཆགས་རུག་དེ་ངོ་རྒྱག་གི་ཡོད་རེད་བ། ང་རང་སོད་བོད་པ་ལས་དེ་ཡོད་རེད། ད་ཡེ་གི་སྲིད་གཞུང་སླེབས་ཚར་དུས། ཨ་མདའ་འདི་ནང་ནས་ཏེས་ཅིག་ཨོ་མི་འདི་བརླག་ཁེག་མ་རེད་དེ། ངན་པ་འབྱོར་བསམ་དུ། ད་སྔོན་མ་ཡིན་ན་སྲས་པོ་དང་བཙོན་ལ་བཅུག་པ་མང་པོ་བྱུང་བ་རེད། བླ་མ་ཆེན་པོ་དེ་འདྲ་བཙོན་ལ་བཅུག་པ་བྱུང་བ་རེད། བླ་མ་ཆེན་པོ་དེ་འདྲ་དགོངས་པ་རྫོགས་ཡ་ལས་རྙོག་དྲ་ཡོད་རེད། ཧ་གོ་གི་ཡོད་བོད་ནང་ནས་མ་ལེན་བཏང་ཡོད་བ། འདི་ང་ཚོས་བསད་པ་མ་རེད་ཁོ་ནའང་དགོངས་པ་རྫོགས་པ་རེད་ཟེར་ནས་ལན་བཏང་ལན་སྐྱེལ་ས་མིག་སྔ་ཧ་གོ་གི་ཡོད་སུ་སུ་ལ་སྐྱེལ་ཁ་བཏང་ཡོད་མེད་ཧྲུལ་པ། དེ་འདྲས་བྱེད་ཀྱི་ཡོད་པ། མེ་མདའ་བརྒྱག་ནས་བསད་ཡོད་རེད་རིན་ཆེན་རིང་པོ་སྤྲད་ནས་བསད་ཡོད་རེད་ཧྲུལ་པ། ཧ་གོ་གི་ཡོད་ད། ཁ་ཤི་བལ་ཡུལ་ལ་འགྲོ་ཚར་ནས་རྒྱ་གར་ལ་ཡོང་ཡ་མི་འགྱོ་ཟོལ་བྱས་དེ་འདྲས་ཀྱི་ང་ཚོ་ང་རང་སུ་ནང་གི་ནང་ལ་ཧྲུལ་པ་ང་ཚོས་ཀྱི་མཐུན་འབྲས་ཡོང་ས་རེད་མ་རེད་ནང་གི་ནང་ལ་བསྙབ་སྤྱོད་ག་ཚད་བཏང་ཡོད་ཐུབ་ཚོད་ག་ཚད་བཏང་ཡོད། ཆུ་ཆུ་ཆུ་ཆུ་བྱེད་དྲ་བ་ཁ་ཤི་ལ་ག་ཚད་སྡུག་པོ་བཏང་ཡོད་ཧ་གོ་གི་ཡོད་སྙིང་རྗེ། ནས། རྟགས་འདི་ཚང་མ་བླངས་དེ་ལ་ཡང་དཀྲུགས་ཤིང་བླངས་དེ་ངས་བཟོ་རོགས་ད་བཤད་མཁས་མེད། ནས་དེ་བྱེད་སྟངས་ནོར་བ་རེད། སོ་སོའི་ལག་པ་ལ་དབང་ཆ་ཡོད་དུས་ཐུབ་ཚོད་དེ་འདྲ་བཏང་ན། ཨ་ནི་རྒྱ་མིས་ཀྱིས་བོད་ནང་ཐུབ་ཚོད་བཏང་རྒྱུ་རང་ཚུགས་ཚུགས་ག་འདྲ་བཙུགས་ཀྱི་ཡིན་པ། ད་མོ་ང་རང་སུ་ང་རང་སུ་ནང་ལ་ཐུབ་ཚོད་ག་ཚད་བཏང་གི་ཡོད། ཆོས་བརྒྱུད་ཁ་ཤས་ལ་དཀའ་ངལ་ག་རེ་སྤྲད་ཡོད། རེད་པ། དེ་ཚོ་ཡང་ཤེས་མགོ་བོ་རེད་པ། ད་ད་ལྟ་བསྙབ་བྱེད་བཏང་གི་ཡོད་རེད་བ་བོན་པོ་ལ། བོན་པོའི་སྤྱི་འཐུས་ལ། དེ་མིན་ན་ཁོ་ནག་པོ་ཡིན་པ་གཙང་མ་སྟོན་དགོས་རེད། བོན་པོ་གི་སྤྱི་འཐུས་ནས་ཕྱིན་ནས་བོན་པོ་གི་མི་སེར་ནས་ཕྱིན་ནས། དགེ་འདུན་ནས་ཕྱིན་ནས་ང་ཚོའི་གླུ་བ་དེ་ནོར་བྱས་སོ། དགོངས་དག་ཞུ་དགོས་རེད། ཁོ་རང་ནག་པོ་ཆགས་མེད་ན་དགོངས་པ་ཞུ་དགོས་རེད། དེ་ཡོང་ས་ཡོད་མ་རེད། རྒྱ་ནག་གི་ཁྲིམས་ཁང་ག་འདྲ་ཅིག་ལ་འགྲོ་དགོས་ན་བཙོན་ཁང་ག་འདྲ་ཅིག་འགྲོ་དགོས་ན་རེད་པ། ཡིན་ནའི་དེ་མེད་པ་ཡིན་ན། ཆུ་ཆུང་ས་ནས་གཉའ་འབར་སིམ་ནས་ཅིག་ལེགས་འདུག་བ་ད་དེ་བྱས་པ་རེད་པ། བསྙབ་བཅོས་རེད་པ། མཐོང་ཆུང་རེད་པ་ཐུབ་ཚོད་རེད་པ། མ་རེད་པས། ཟངས་ཧྭ་གཅིག་གི་ནང་མཉམ་དུ་འགྲོ་བྱས་ཟངས་ཧྭ་གཅིག་ནང་ལྔ་བཅུ་ཤོར་བྱས་དེ་ག་ལ་འོར་ལྟ། སྤུན་ཟླ་ཡོད་པ་ནི་ཟླ་བ་གཉིས་གསུམ་ཡོད་རེད་དེའི་མི་གཅིག་སྤུན་ཟླ་དེ་ཁ་ཚང་ཁྱེད་གཉིས་གཞི་ནས་བདེ་སྲུང་སླད་ངོ་ཡིག་དང་དྲན་པར་བས། དེ་ཚོ་ཚང་མ་ཆབ་སྲིད་དང། དེ་གྲོས་ཚོགས་ནང་ལ་གླིང་ཡ། དེ་ལ་ཁ་བཏུད་ལན་གཙང་མ་རྒྱབ་ཡ་མེད་པ་བྱས་ནས་བསྡད་ཡ། དེ་ཚོ་ཚང་མ་ཆབ་སྲིད་རེད། དེ་རིང་གྲོས་ཚོགས་དེའི་ནང་ལ་སྐད་ཆ་དེ་འདྲ་ཅིག་བཤད་བྱས། དགེ་བཤེས་སྨོན་ལམ་ཐ་ཆད་མེད་པ་བཟོས། དེ་མཇུག་མ་དེ་སུ་བཟོ་གི་ཡིན་པ་ཀ་དག་སྔོན་འགྲོ་བཟོ་གི་ཡིན་པ་གོ་བོ་ཕན་བདེ་བཟོ་གི་ཡིན་པ་སུ་བཟོ་གི་ཡིན་པ། རུ་བ། ཡག་པོ་མ་རུ་བ། དེ་གིས་ང་ཚོ་ལ་ཁ་བདེ་ལྕག་མགོ་ཐུག་བདེ་གི་གནས་སྟངས་ཅིག་འགོ་ཚུགས་འདུག་དེ་ཅིག་བཤད་འོང་ཙམ་དེ་མེད་པ་བཟོས། ང་ཚོ་རྒྱ་མི་ལ་ག་རེ་བྱས་ཡིན་པས། བོད་ནང་ལོགས་ཀྱི་ཅིག་མཁས་དབང་དག་ཅིག་གཞས་བཏང་མཁན་སྐད་གྲགས་ཆེ་བ་རྩོམ་རྒྱག་མཁན་སྐད་གྲགས་ཆེ་བ་ཚང་མ་རྒྱ་མི་གི་མེད་པ་བཟོས་འདུག་ཟེར་ནས་སྡུག་སྐད་ཅིག་བརྒྱབ། ང་རང་སོགས་སྤྱི་ཚོགས་ནང་ལོགས་ལ། བལྟས་ཚེ་འཇོན་ངེས་ཤེས་ངེས་བྱེད་ངེས་དེ་མེད་པ་བཟོས། དགེ་མི་ཤེས་ཁས་ལྷག་མི་འདུག་བ་ང་རང་སུ། གང་སྲི་ཞུ་བ་ནས་ཕྱིན་སྲི་ཞུ་བ་ནས་ཕྱིན་ལས་བྱེད་ནས་ཕྱིན། ལུག་ཁྱུ་རྒྱབ་ལྗོངས་སྔོག་དང་མང་པོ་བཤད་ཡོར་ད་དེ་འདྲས་བྱས་དེ་གྱོ་དེ་འདྲས། རྒྱ་མི་ནས་ལྷགས་སྲི་དེ་འདྲས་བྱས་བྱས་གྱོ། རེད་པ། གཞན་ཙང་གི། དེ་ཚང་མ་ང་རང་སུ་མི་མང་གི་ཧ་གོ་གོ་གོ་རེད། སྐད་ཤུགས་ཆེ་ཆུང་ཅིག་ད་དེ་ཆོ་ག་ཆོ་ལུགས་ལ་ལྟ་ནས་ཐག་བཅད་ཡ་མ་རེད། གནད་དོན་ག་རེ་རེད་འདུག་རེད་པ། དོན་དག་ག་རེ་རེད་འདུག་སྐད་ཆ་ག་རེ་རེད་འདུག་དེའི་ལྟ་བྱ་ང་ཚོས་ཐག་བཅད་དགོས་གི་རེད་མ་གཏོགས་ཁོ་ཆོལ་ཁ་ག་བ་རེད་འདུག་ཁོ་ཆོས་ལུགས་ག་བ་རེད་འདུག། སྲིད་སྐྱོང་སུས་དགའ་ངེས་རེད་འདུག་འདི་ལྟ་ཡ་མ་རེད། རེད་པ། དག་ན་ཞིག་སྤྱི་འཐུས་ནང་ལོག་ལ་མཉམ་དུ་མང་པོ་བསྡད་བཞག་སྒེར་གྱི་མཐུན་དང་མ་མཐུན་པ་མང་པོ་བྱུང་གི་ཡོད་རེད། རེད་པ། གྲོས་ཚོགས་ནང་ལས་བྱུང་གི་ཡོད་རེད་ཕྱི་ལོག་ལས་བྱུང་གི་ཡོད་རེད་ང་ཚོ་ཚང་མ་ལྷ་འདྲེ་འགས་པ་འདང་ཞིག་ཡོད་མ་རེད་བ། ལྷ་འདྲེ་འགས་ལས་རྙོག་དྲ་ཞེ་བོ་ཡོད་རེད་ད། སྤྱི་དམངས་ལ་སུ་བཞག་གོ་གཡས་ཡན་ལ་སུ་བཞག་གོ་གཡོན་ལ་སུ་བཞག་གོ་རྙོག་དྲ་ཡོད་རེད། དེ་ནི་མི་ལ་ཡོད་པ་རེད་བ། ཡིན་ནི་སྒེར་གྱི་ན་ཚ་དེ་ལ་གཟིམ་བྱས། གྲོས་ཚོགས་ནང་ལོགས་ལ་ང་རང་སོགས་ཀྱི་གྲོས་ཚོགས་སྤྱི་འཐུས་གཅིག་གིས་གཅིག་གི་ལ་ནག་པོ་བཟོས་གཅིག་གིས་གཅིག་ལ་སྡང་ཟུག་བྱས་པ་ན་ཐབས་སྐྱོ་པོ་རེད། གྲོས་ཚོགས་ནང་སླེབས་ཚར་དུས་ཁྱེད་རང་བོད་མི་སེར་དྲུག་གི་སྐུ་ཚབ་རེད་ད། མ་གཏོགས་ཁྱེད་རང་གཉིས་སྒེར་གཉིས་ཀྱིས་ཕ་གི་ལ་སྤྱི་རྐུབ་བཀྱག་རྩོད་བྱས་ཐོབ་ཐང་རྩོད་བྱས་ལས་ཀ་བྱེད་ས་མ་རེད་བ། ཁྱེད་རང་གི་དེ་སྤྱི་འཐུས་ཡིན་ན་རེད་བཀའ་བློན་ཡིན་ན་རེད་བཀའ་ཤག་ཡིན་ན་རེད་རྙིང་པ་ཡིན་ན་རེད་གསར་པ་ཡིན་ན་རེད་ཟབ་ས་ན་གལ་ཆེན་པོ་རེད། དངོས་གནས་སྒེར་གྱི་ན་ཚ་ཡོད་ན་སྒེར་གྱིས་གཅིག་གིས་གཅིག་ནང་ལ་འཕགས་རྒྱུ། འཛིན་དགོས་འོས་ན་རེད་བཤད་དགོས་འོས་ན་དེ་བྱེད་དགོས་རེད་མ་གཏོགས། སྤྱི་བེད་ཀྱི་ལས་རིམ་དང། རྐུབ་བཀྱག་དང་ལས་ཁུངས་བེད་སྤྱོད་བཏང་བཅས་སྒེར་ལ་ནག་པོ་བཟོས་དང་སྐྱོན་བརྗོད་བྱས་པ་དེ་འདྲ་ལས་ཀ་བྱས་བསྡད་པས་ན། ང་ཚོས་རྩ་དོན་སྤྱི་ལྟར་ཕར་བཞག། བཙན་བྱོལ་ནང་ལ་ཡོད་བསྡད་པ་དེ་ང་ཚོ་ཧྲ་ཐག་ཐག་བསྡད་ཐུབ་ཀྱི་མ་རེད་དེ་འདྲ་བྱས་པས་ན། ད་ད་ལྟ་འདིའི་ནང་སྐད་ཆ་བཤད་མཁན་མང་པོ་འདུག་བ་དེ་གང་ནས་མ་རེད་ཟེར་ན། དོགས་པ་ཡོད་ཟེར་ན། དོན་ཟེར་བ། གསོ་བ། སུའི་ཏི་ནི་དོན་གསོ་བ། ཤིག་ཏུ་བས། ཨ་རི་ནི་དོན་གསོ་བ། ཉིས་སྟོང་བཅུ་དྲུག་ལ་རྒྱབ་སྐྱོར་བྱས་བྱས། བོད་ཀྱི། རང་བཙན་ལག་དེབ་མེད་བཏང་བྱས་རྒྱ་ནག་ལ་ཕྱིང་ནི་ཡག་ལས་གསོ་བ། ཏི་རྙོག་དྲ་ཤེས་ངེས་དུ་བས། ཤེས་བས་ཤེས་མེད་པ། ཐང་ན་ཆེས་ཆབ་སྲིད་བཙོན་པ་ཡིན་ལ་ཆེས་ཨོ་སི་ཀྲི་ལེ་ལ་འགྲོ་ཨོ་སི་ཀྲི་ལེ་ནི་རྒྱ་མིའི་གཞུང་ཚབ་ཉོ་དང་འབྲེལ་བ་བྱས་རྗེས། ཚུ་བཙན་བྱོལ་སྒྲིག་འཛུགས་ལ་ཐུབ་ཚོད་བཏང་བསྡད་ཀྱི་ཡོད་པ། རྙོག་དྲ་ཤེས་ཐུབ་ཀྱི་འདུག་པས། སྨོན་ལམ་ཐང་ཆེན་ལ་ལ་དེ་འདྲའི་ཚབ་ཆེན་པོ་ག་འདྲ་ཆགས་པ་རེད། འོ་ན་ཁོ་ཁམས་པ་རེད། འོ་ན་ཁོ་བོན་པོ་རེད་ཉུང་ཉུང་རེད། ང་ཚོ་གིས། འབར་རྫས་བཏང་ཐུག་རེད་རྡོག་རྫིས་བཏང་ཐུག་རེད་བསམ་པ་རེད་པས། ད་ལྟ་དེ་གང་དེ་ལ་ཞོགས་པའི་ཉི་འོད་ལ་ངེས་ཏེ། ཧྲུལ་བ། བལ། མདོ་སྟོད། ཆུ་སྐྱོད་སྤྱི་བཏུལ་སྲིད་ལམ་ནི། མིང་རྫིག་པོ་ཞིག་ནས་སྟོན་གྱི་འདུག་བ། ང་ཚོས་ནི་ག་དུས་ན་སྟོན་མ་ཤེས་པ་མིན་ད། སྟོན་ཤེས་རྒྱུ་ནག་གི་ནག་ཚིག་ལབ་དགོས་ནས་ལབ་ཡ་ཡོད། ནི་འདི་ཆོ་ཡོད་མ་རེད། མི་གང་ཟག་གཅིག་ལ་བལྟ་བྱས་ནི་ཆོལ་ཁ་གཅིག་དང་ཆོས་བརྒྱུད་གཅིག་ལ་ནག་པོ་བཟོས་ནས། ཧྲུལ་བ། བྱས་ཙང་གི་ལག་གི་མེད་མ་གཏོགས་ཤེས་ཡ་ཡོད་ད། ཤེས་ཤིང་གི་ཡོད། དཀྲུག་དགོས་ན་དཀྲུག་ཤིང་གི་ཡོད་གཏོར་དགོས་ན་གཏོར་ཤིང་གི་ཡོད། ཏིང་ངག་སྐད་ཅིག་དང་ངག་སྐད་ཅིག་ལ་ཕོག་མ་ཕོག་གི་དོན་ངས་བཤད་མ་རུང་བ། ང་རང་ཉིད་ཀྱི་གནས་ཚུལ་ཡིན་ན་ངས་ག་རེ་བཤད་ན་ཤེས་ཀྱི་རེད། ཡིན་ནའི་བོད་བསྟན་པ་ཆབ་སྲིད་ཅེས་ཐུགས་དོན་ངེས་ཀྱི་བསྐྱངས་སུ་སྐོམས་སུ་བྱས་གོ་དགོས་རེད། ཤིང་གོ་དགོས་རེད། མ་གཏོགས་ང་རླུང་ལངས་སུ་ལབ་བྱ་ནི་ཐེབས་རྩལ་ཤེས་ལྡན་མ་རུང་བ། ད་ད་འདྲ་སྒང་ལ་ག་རེ་ལབ་དུས་རྒྱུ་ཆེན་ཀུན་སྦྱོར་བྱེད་དོན་གང་རེད། དཔའ་བ་བདུད་ལ་བུ་མོ་བདུད་སྐྱེས་ཤག། འཇུ་ཆེན། སྐུ་ངོ་འཇུ་ཆེན་ཐུབ་བསྟན་ལགས། རྒྱ་བ་རིན་པོ་ཆེན་གྱི་ཆབ་སྲིད་སྐུ་དབང་ཆ་ཚང་ཡོད་པའི་སྐབས་སུ་བཀའ་བློན་ཁྲི་པ་རེད་ད། འཛུགས་གང་ཚུགས་ཤར་བྱས་པའི་སྐབས་སུ་རེད་པ། ཟམ་གདོང་རིན་པོ་ཆེ་དང་བློ་བཟང་སེང་གེ་དང་ད་ལྟ་སྤེན་པ་ཚེ་རིང་ལགས་འདུག་སྐུ་དབང་ཆེ་ཁ་དང་སྐུ་དབང་ཆ་ཚང་བློས་ཚར་བའི་རྗེས་ཀྱི་མི་རེད། སྐུ་ངོ་འཇུ་ཆེན་ཐུབ་བསྟན་ད་ག་ས་མར་ལྟ། བཀའ་བློན་གཅིག་དགོས་ན་རྒྱ་གྲམ་གཅིག་གདམ་ཆོག་གི་རེད་གཉིས་དགོས་ན་གདམ་ཆོག་གི་རེད་དེ་འདྲས་ཀྱི་རྒྱ་གྲམ་གཅིག་གི་འཛུགས་གང་འཛུགས་བྱས་བྱས་བཀའ་བློན་གདམ་བདེ་བའི་སྐབས་སུ་གདམ་བྱ་ཆོག་གི་མི་རེད་མ་གཏོགས། འདོད་འདོད་དང་ཆོས་ཆོས་ཀྱི། ཕྱོགས་ཞེན་ཞེན་བླུགས་བྱ་ཆོག་གི་མི་མ་རེད་ད། མཚམས་གཅིག་ལ་ཤི་གི་ཡོད་རེད་རྒྱ་གྲམ་གཅིག་གང་མི་མཛད་རེད་ཐམས་ཅད་མཁྱེན་པ་རེད། ཚེ་འདི་ཕྱི་ཚང་མ་མཁྱེན་གི་ཡོད་རེད། སངས་རྒྱས་རེད་གང་མི་མཇེད་ཤི་གི་ཡོད་རེད། དེ་ཡི་གི་གདམ་བྱ་རྒྱུ་མི་དེ་འདྲས་རེད་ལ་དབོར་ད་ད་དོང་རེད་རེད། བོད་པའི་རྩ་དོན་གཏོར་ངེས་རེད། བཀའ་བློན་སྐུ་ངོ་འཇུ་ཆེན་ཐུབ་བསྟན་གྱིས་བཀའ་བློན་ག་ཚད་བྱས་འདུག་ལོ་ག་ཚད་གནང་འདུག་རྒྱ་མི་ཅིག་མཁྱེན་ཡོད་མ་རེད་བས། ཡ་ཐེངས་མ་དང་པོ་ནོར་བ་བྱས་གཉིས་པ། གཉིས་པ་ནོར་བ་བྱས་གསུམ་པ། དི་ག་སི་གིས་བཀའ་བློན་གནང་ཡོད་རེད་ད་ལོ་བཅོ་ལྔ་ཉི་ཤུ། དེ་ཤེས་འགུག་རེད། རྒྱ་མི་ཅིག་ལ་དད་པ་དང་ཡིད་ཆེས་ཡོད་པ་ཡིན་ན། དེ་རྒྱ་མི་ཅིག་ཆབ་སྲིད་ཀྱི་སྐུ་དབང་ཆ་ཚང། ཡོད་པའི་སྐབས་སུ་གཏམ་བཤད་ཞོར་གྱི་བཀའ་བློན་གཅིག་དང་ཕྱག་ལས་གནང་དེ་ངས་མི་གཞིར་ལྟ། ཁམས་པ་ཚོ་བོ་བྱེད་ཉན་གྱི་མ་རེད། ད་ག་ཞིག་རྡ་རམ་ས་ལ་བསྡད་བྱས་གསུང་ཆོས་སྟོབས་ནག་དེ་ཞུ། རྒྱ་བོམ་བཅས་ཞེ་གཉིས་མ་འདེད་འདེད་བྱས་བྱས་དེ་ནས་ང་རླུང་ལངས་སླེ་གི་འདུག། མཚམས་ཆད་ན་འཛམ་གླིང་ཞི་བདེའི་སྡེ་དཔོན་རེད་སོང། འཛམ་གླིང་ཞི་བདེའི་སྡེ་དཔོན་གྱི་དུས་འདི་ལ་བསྡད་བྱས་ན་རླུང་དེ་འདྲ་ཞིག་མ་མེད་ན། རླུང་དེ་འདྲ་ཞིག་མ་མཉམ་ཐུག་མེད་ན། ཁ་ནས་བཤད་འདོད་ཀྱི་སམ་སྐྱག་རྫུན་རེད་འདུག། བཙུན་མ་རེད་དོ། བླ་མའི་བྱིན་རླབས་བྱུག་གི་ཡོད་མ་རེད། བླ་མ་རྩེད་མོ་རྩེ་གི་ཡོད་རེད་བ། བེད་སྤྱོད་བཏང་གི་ཡོད་རེད་བ། མ་གཏོགས་བླ་མ་ལ་ཡིད་ཆེས་དང་དད་པ་བྱོས་ན། དེ་འདྲ་རླུང་ལང་གི་མ་རེད། གསུང་ཆོས་སྟོབས་ན་དེ་ཞུས་བྱ་ད་འདོད་རླུང་གཞལ་མེད་ན། མི་ཡིན་གྱི་མ་རེད་བདུད་ཡིན་གྱི་རེད། སངས་རྒྱས་བཅོམ་ལྡན་འདས་ཕེབས་ཡོང་པའི་སྐབས་སུ་གླང་ཆེན་སྨྱོན་པ་དང་ཨང་ཀུ་ལི་མ་ལ་དེ་ཚོ། དུས་ཡོར་དང། སང་ཉིན་མཇལ་བྱས། ད་ང་ཚོའི་རྡ་རམ་ས་ལ་བསྡད་བྱས། རེད་བ། རྒན་འགོག་དེ་སྐུ་མདུན་གྱི་ཕོ་བྲང་ལ་གཙུག་ལག་སྐོར་ར་གླེགས་ཡོད་མ་རེད་མ་གི་ལ་ངོ་ག་ག་གླེགས་ཡོད་རེད་ད། ཞབས་འདྲེ་རེད་མ་རེད། གསུང་རྒྱུ་སྟོབས་ན་དེ་ཞུས་བྱས་སོ་སོའི་ངར་སྐད་མ་ནེམ་ཐུག་ཡོད་མ་རེད། དེའི་ངར་སྐད་དེ་སྒེར་གྱི་རྟོགས་ཕོད་བ་དོན་དག་མ་རེད་ད་བོད་བསྟན་པ་ཆབ་སྲིད་དོན་དག་ལ་ངར་སྐད་མ་ནེམ་ཐུག་ཡོད་མ་རེད། ཁ་ཚང་འདུག་ཕ་གི། སྤྱིའི་བཀྲ་འདྲིས་ཀྱི་ཚོགས་འདུ་འཚོགས་པའི་སྐབས་སུ། རྒྱལ་ཁབ་ཀྱི་འགོ་ཁྲིད་ནང་ལོག་ནས་མཐུན་དང་མ་མཐུན་པ་དགའ་དང་མ་དགའ་ངན་མང་པོ་ཡོད་རེད། ཀེ་ན་ཏྲ་དང་རྒྱ་གར་ད་ཐེངས་ད་ག་ཚད་སྟུག་པོ་འདུག། ག་ཚད་རྙོག་དྲ་ཆེན་པོ་འདུག་ཡིན་ན་ཁ་ཚ་སྤྱིའི་བཀྲ་འདྲིས་ཚོགས་འདུའི་སྐབས་སུ་གད་མོ་ཤོར་བྱས་ཧ་ཧུ་ཅིན་གདོང་པ་སྟོན་བྱས། གཤེགས་བཏང་བྱས། ཚོགས་ཡོར་ད། ངར་སྐད་ནེམ་སྐྱོད་རེད། ང་ཚོའི་སྤྱི་ཚོགས་ག་རེད། རྒྱ་འམ་རྒྱ་གཞས་ཉི་མ་དེ་འདི་གསུང་ཆོས། བལ་ད་ཉི་མ་རྟག་པ་རེད་ཞུས་བྱས། ངར་སྐད་ནེམ་ཐུབ་མ་སོང་ཤོར་སི་ལ་སྐོར་ཞམ་འདྲེ་རེད། གསུང་ཆོས་ཡང་དག་པ་ཞུ་གི་ཡོད་མ་རེད་པ། བོད་ཆོས་དང་ཡང་ག་རེད་དོ་ཁེ་ཕན་བཙལ་ཡང་ག་རེད་དོ། ཐོབ་ཐང་ག་རེད་དོ་འདི་སྐྱ་ངས་བསམ་བློ་དང་ལས་ཀ་བྱེད་ཀྱི་ཡོད་ཙང་བླ་མའི་བྱིན་རླབས་རྒྱུག་གི་ཡོད་མ་རེད། བྱས་ཙང་གི་ད་ལྟའི་ཞོགས་པའི་ཉི་འོད་ལས་དེ། ཀོང་བོ་འཇུ་ཆེན་ཐུབ་བསྟན་ལ་བཤད་དེ་མཚམས་བཞག་གོ་བུར་ལྟ། ཀོང་བོ་འཇུ་ཆེན་ཐུབ་བསྟན་ལ་ཁྱེད་རང་གི་འདི་འདྲའི་སྐྱོན་བརྗོད་བྱས་ཐུབ་ཡོད་ན། དེ་རྒྱ་དམ་ཅིག་གདམ་བྱ་བའི། ཆབ་སྲིད་སྐུ་དབང་ཆ་ཚང་ཡོད་པའི་སྐབས་སུ་གདམ་བྱ་ཡོད་ཀྱི་མི་ཞིག་རེད་ད། དེའི་ཁེངས་དགོས་ཀྱི་རེད། དེའི་སྐྱོན་བརྗོད་དེ་རྒྱ་མི་རྒྱ་བོད་དེ་ཡག་འགྲོ་གི་རེད་ད། ཁྱེད་རང་ཟ་ཁ་ཆོ་ཁ་བྱེད་ར་ཅིག་ད། རེད་པ། མི་བདེ་པོ་ཅིག་ལ་ཁྱེད་རང་ཚོ་གིས་དེ་འདྲས་ཀྱི་སྐྱོན་བརྗོད་བྱས་ཐུབ་ཀྱི་ཡོད་ན། དེ་མཐར་གཏུགས་ས་དེ་ཡག་ཐུབ་ཀྱི་རེད་ད། གཟབ་གཟབ་བྱས་དགོས་ཀྱི་རེད། ཁོང་བརྗོད་བྱེད་དོན་བདག་པོ་མེད་སྐྱོན་མ་རེད་ད། བྱེད་བྱེད་མེད་སྐྱོན་མ་རེད་ད། ག་རེ་གནང་འདུག། ང་རང་ཚོའི་ལྷ་ས་ད་ག་ཚེ་སླེབས་འདུག། སྤྱི་ཚོགས་ནང་རྙོག་དྲ་བརྡོལ་བས། དེ་ཚང་མ་རྗེས་ནས་སླེབས་སྐྱོ་ཡོང་པ་རྙོག་དྲ་ཚང་མ། ཟམ་གདོང་རིན་པོ་ཆེ་བཀའ་བློན་ཁྲི་པ་བཅས་སྤེན་པ་ཚེ་རིང་སྤྱི་འཐུས་ཚོགས་གཙོ་བཅས་བྱས་ཧ་ནི་རྙོག་དྲ་ཚང་མ་སླེབས་ཡོང་པ་བོད་པའི་སྤྱི་ཚོགས་ནང་ལ་ཁ་བརྡ་ཁ་སྤུ་གཡེམ་རྗེས་རི་བོ་དགེ་ལུགས་པའི་བསྟན་པ་དུམ་བུ་གཉིས་ལ་བཏང་ད་དེང་སང་དགེ་ལུགས་པ་ལ་ན་སྐྲག་དགོས་ཀྱི་གནས་སྟངས་བཟོས་ཡོད་པ་ཧོན་ཤེས་དགོས་ཀྱི་རེད་ཧ་ནི་འདི་ནི་མ་ད་ལོགས་སུ་ཟིང་གི་ལ་སླེབས་རེད་བོད་པའི་སྤྱི་ཚོགས་ནང་རྙོག་དྲ་ག་ཚད་ཆགས་སོ། ད་དེང་སང་སྤེན་པ་ཚེ་རིང་ལ་གླས་བྱས་ད་དར་མ་ས་ལ་ངོ་བོ་ག་ཚད་རྒྱས། སྤེན་པ་ཚེ་རིང་སྐུ་བསྐྱངས་ལ་ཡར་གླེང་བྱས་ད་ག་ཚད་ཆགས་དཀའ་ངལ་ག་ཚད་ཆགས། ཐ་ན་སོ་སོ་གི་བཀའ་བློན་དག་དུས་བཀོད་ཐོ་གུ་ཡོག་མར་ད་གང་དག་ག་ཐབས་དེ་རེད། དེ་ནི་ང་རང་ཚོ་དེ་ཁྱོད་ཅིག་གྲོས་ཚོགས་ལྟ་དེ་ངས་དེ་ཚོ་ཤེས་ཀྱི་འདུག་བ་སྤེན་པ་ཚེ་རིང་ལགས་ལ་ཞི་བ་ཤེས་ཀྱི་འདུག་བཤད་ལས་ཀ་ཁོ་རང་བཟོས་ཡོད་པ་རེད་བ། སྤེན་པ་ཚེ་རིང་ལགས་ཁོ་རང་ལྷན་སྔགས་གཅིག་གི་བཀའ་བློན་བྱས་ན་ལྷན་སྔགས་གཅིག་གི་ལན་དེ་ཁོ་རང་རྒྱབ་ཁོ་རང་བཀའ་ཚབ་འདས་རེད། མ་བསྐལ་བ་བྱས་བྱས་ལྷན་སྔ་ཕྱི་སྔ་ཅིག་ལས་ཀུན་ཁོ་རང་སིམ་བདེ་འོར་བ། གང་ནི་ཆོས་རིག། ནང་སྲིད། དཔལ་འབྱོར། བཀའ་བློན་འགྲོ་བས་ན་བཀའ་བློན་ཟག་ཟག་ཆེ་རེ་ཆེ་ཚིག་རོ་ད་རྒྱ་གར་ནང་ལོག་ལ་གནས་བདེ་སྲུང་བཀའ་བློན་དང་དཔལ་འབྱོར་བཀའ་བློན་ད་ད་དེ་ཚོ་བས་རྩ་ཆེན་པོ་བརྩིགས་ཡོར་བ། ད་འདི་ནང་ཤེས་བྱས་ནས། བཀའ་བློན་གལ་ཆེ་རེ་ཆེ་ཚང་ཚང་སྤེན་པ་ཚེ་རིང་ཁོ་རང་གིས་སིམ། ཁོ་རང་ལས་རྒྱག་གི་རུ་བ། རྒྱབ་དགོས་ཀྱི་རུ་བ། སྤྱི་འཐུས་དེ་ཚོ་ཡིན་ན་ཁོ་ལ་བསྐོས་དགོས་ཀྱི་རུ་བ།

དེ་ང་ཚོས་འགྲོ་སྟངས་བཅས་སྨྲ་ཤིང་འཆད་བྱེད། སྲིད་སྐྱོང་ལ་ཞི་བོ་བཀར་གྱི་འདུག་དྲི་བ་མང་པོ་ཞི་བོ་གཏང་གི་འདུག་སྡུག་རིང་ཟིག་ལབ་ཀྱི་འདུག། སྲིད་སྐྱོང་ཁོ་ར་རྐུབ་བཀྱག་ཚང་མ་གཟིམ་ཆེད། དབང་ཆ་ཆེ་སང་གཟིམ་ཆེད་ལས་ཀ་བྱས་བསྡད་པ་ནི་དེ་ལ་བབ་པའི་ལན་བརྒྱབ་དགོས་དགོས་རང། ཨ་ཡ་དགོས་ན་ཨ་ཆ་སྒོམ་ལས་ཆོག་རེད། དེ་ལས་ཀ་དེ་བྱས་དགོས་དགོས་རེད། མ་འདོད་སྤེན་པ་ཚེ་ནི་དྭགས་སུ་སྣང་ན་ཅན་དྲི་བ་བཏང་ཞག་གོས་མར་བཏགས་ཁོང་མིད་ལང་མིད་བྱས་བྱས། ཤེས་ཀྱི་མི་འདུག་བ། ཧ་གོ་གི་མི་འདུག་བ། སྣོད་བཅུད་དོན་རྟོགས་པའི་ཐོག་ནས་རེད་བ། ཤེས་པའི་ཐོག་ནས་སྐྱོན་བརྗོད་བྱས། བཀག་པ་བརྒྱབ། ཕྱོགས་བསྟན་བྱས། ཕྱོགས་ལྷུང་བྱས། གང་སྐུ་ཅི་ཧ་མ་གོ་བ་མཐོང་དུ་ལེན། ཁ་བཏང་འདི་དོ། ཁ་གདངས་འདི་དོ་ནོབ་རེད། བྱས་ཙང་ཟབ་ཚགས་བྱས་གལ་ཆེན་པོ་རེད་ང་རང་ཚང་མ། གང་གི་མཛད་གཙོ་རྣམ་པ་ནས་ཕྱིན་ཝང་ཤམ་ལ་ང་རང་སུ་ཡིན་ན་སྐད་ཆ་བཤད་དུས་ཟབ་ཚགས་བྱས་དགོས་ཀྱི་རེད། རྐྱང་སྐུམ་ཟིག་བྱས་དགོས་ཀྱི་རེད་མ་གཏོགས། བསྡད་ས་ཨ་རི་ལ་ཡིན་ཡུ་རོབ་ལ་ཡིན་སུ་གང་ཞིག་གནོད་སྐྱེལ་ཐུག་མ་སོང་ག་རེ་བཤད་བཤད་འགྲིག་གི་མ་རེད་ད། ཤི་ས་དམྱལ་བ་གཅིག་རེད་ད་ང་ཚང་མ། ཤི་ན་འགྲོ་ས་དམྱལ་བ་གཅིག་རེད་མ་གཏོགས་ཁ་ཁ་ཡོད་མ་རེད་ད་ཨ་རིག་གི་དམྱལ་བ་དང་རྒྱ་གར་གྱི་དམྱལ་བ་ཁ་ཁ་ཁྱད་ཡོད་མ་རེད། རེད་པ།